ཡེ་ཤུའི་འཁྲུངས་སྐར་དུས་ཆེན་ནི་སྤྲོ་སྣང་ལྡན་པའི་དུས་ཚོད་ཅིག་ཡིན་ཏེ་ཡེ་ཤུ་མཱ་ཤི་ཀ་ག་འདྲ་བྱས་ནས་ང་ཚོ་སྐྱོབ་ཏུ་ཡོང་བར་ང་ཚོས་རྟེན་འབྲེལ་ཞུ་རྒྱུ་དེ་རེད། དཔེར་བཞག་ན་ལུག་རྫི་ཡིས་བོར་བརླག་བྱུང་བའི་ལུག་བསྐྱབས་པ་ནང་བཞིན་རེད། ཡེ་ཤུ་ཡིས་ལུག་བརྒྱ་དང་ལུག་རྫི་ཞིག་གིས་གཏམ་རྒྱུད་ཅིག་བཤད་ཡོད་པ་ནི། ལུག་གཅིག་བོར་བརླག་བྱུང་དུས་ལུག་རྫི་ཡིས་ལུག་དགུ་བཅུ་མགོ་བོ་རི་ལ་བསྐྱུར་ནས་ལུག་གཅིག་འཚོལ་དུ་སོང་བ་རེད། ཁོང་གིས་ལུག་གཅིག་དེ་རྙེད་པ་ན་ཁོ་རང་དགའ་སྤྲོ་ཆེན་པོ་སྐྱེས་ཤིང་ལུག་དེ་ཕྲག་པར་ཁུར་ནས་གྲོང་པའི་ནང་དུ་ལོག་པ་དང། ཁོ་ཡི་གྲོགས་པོ་ཚོ་དང་མཉམ་དུ་དགའ་སྟོན་ལ་རོལ་བ་རེད། ང་ཚོ་ནི་བོར་བརླག་བྱུང་བའི་ལུག་དེ་དང་གཅིག་པ་རེད། ང་ཚོས་གདམ་ག་རེ་གསུམ་གྱི་རྐྱེན་པས་ང་ཚོ་དཀོན་མཆོག་དང་ཁ་ཁ་ཆགས་པ་རེད། ཡེ་ཤུའི་གསུང་རབ་ནང་དུ་འདི་ལ་སྡིག་པ་ཟེར་གྱི་ཡོད་རེད། དེ་ཡི་ནང་དོན་ནི་དཀོན་མཆོག་གིས་ལམ་དང་འགལ་བ་ལ་གོ་དགོས་པ་རེད། སྡིག་པ་ཡིས་ང་ཚོ་འཚོ་བའི་ནང་ནས་བོར་བརླག་བྱུང་བའི་ཚོར་བ་སྤྲད་ཀྱི་ཡོད་རེད། ཡིན་ན་ཡང་དཀོན་མཆོག་གིས་ང་ཚོ་བོར་བརླག་བྱས་ནས་འཇོག་གི་མ་རེད། ཁོང་གིས་རང་གི་བུ་ཡེ་ཤུ་མཱ་ཤི་ཀ་མི་ཡུལ་དུ་བཏང་བ་རེད། བྱས་ཙང་ཡེ་ཤུའི་འཁྲུངས་སྐར་བྱུང་བ་རེད། ཁོང་གི་འཁྲུངས་སྐར་ཡོད་པ་ནས། ང་ཚོ་སྐྱོབ་པའི་འགྲུལ་བཞུད་ཀྱི་འགོ་བརྩམས་པ་རེད། དཔེར་ན་ལུག་རྫི་ཡིས་ལུག་འཚོལ་བ་ནང་བཞིན་རེད་ཡེ་ཤུ་མཱ་ཤི་ཀ་ཡིས་ང་ཚོའི་མིང་ནས་འབོད་པ་དང་ང་ཚོ་འཚོལ་གྱི་ཡོད་རེད། ང་ཚོས་ཁོང་ལ་ལན་འདེབས་པ་དང་སྡིག་པ་དང་ཐག་རིང་བྱེད་ན། ཁོང་གིས་ང་ཚོ་བརྙས་ཀྱི་ཡོད་རེད་ཡེ་ཤུ་མཱ་ཤི་ཀ་ཡིས་བོད་ལྭ་བྱུང་པས་ལུག་གི་གཏམ་རྒྱུད་བཤད་པ་ཙམ་མ་རེད། ཁོང་གིས་བྱམས་བརྩེ་ཆེན་པོའི་སྒོ་ནས་གཏམ་རྒྱུད་དེ་ནང་བཞིན་སྒྲུབ་བཞིན་ཡོད་རེད། དཔེར་ན་ལུག་རྫི་ཡིས་ལུག་དེ་ཕྲག་པར་ཁུར་བ་ནང་བཞིན། ཡེ་ཤུ་མཱ་ཤི་ཀ་ཡི་ཁྲམ་བཞིན་གཏེར་ནས་ང་ཚོས་སྡིག་པ་ཁུར་ཡོད་རེད། ཁོང་གིས་ང་ཚོས་ཉེས་ཁྲིམས་ཁུར་བ་དང་ཁོང་གི་ཚེ་སྲོག་ང་ཚོ་ལ་གནང་ཡོད་རེད། ཡེ་ཤུའི་གསུང་རབ་ནང་དུ་ལུ་གུ་དེ་ཚོ་སྡིག་པ་འདག་ཆེད་དུ་བློས་གཏོང་བྱས་ཡོད་པ་ནང་བཞིན་ཡེ་ཤུ་ཡིས་ང་ཚོའི་ཆེད་དུ་ལུ་གུ་ནང་བཞིན་གནང་ཡོད་རེད། ཡེ་ཤུ་ཡིས་ང་ཚོའི་སྡིག་པ་འདག་ཆེད་ཁོང་རང་ཉིད་བློས་གཏོང་གནང་ཡོད་ཙང་དཀོན་མཆོག་གིས་ང་ཚོ་ལ་གུ་ཡངས་གནང་ཐུབ་ཀྱི་ཡོད་པ་དང་ང་ཚོ་དང་དཀོན་མཆོག་བར་ལ་འབྲེལ་བ་ཆགས་ཐུབ་ཀྱི་ཡོད་རེད། ཉིན་གསུམ་གྱི་རྗེས་སུ་ཡེ་ཤུ་ཡང་བསྐྱར་གསོན་ཡོད་པ་དང་ཁོང་གསོན་པོར་གྱུར་ཡོད་པ་སོང་ཙང་ང་ཚོས་རེ་བ་དང་བཅས་ཁོང་གི་རྗེས་སུ་འབྲང་བ་དང་ཁོང་གིས་ལུག་རྫི་ཡག་པོ་ནང་བཞིན་ང་ཚོ་ལ་སྲུང་སྐྱོབ་བྱེད་པར་ཡིད་ཆེས་བྱེད་ཆོག་གི་རེད། ཡེ་ཤུའི་འཁྲུངས་སྐར་ཉིན་གྱི་གཏམ་རྒྱུད་འདིའི་སྙིང་པོ་ནི། དཀོན་མཆོག་གིས་ང་ཚོ་ལ་གནང་བའི་བརྩེ་བ་ལ་ཐག་མེད་པ་དང་ང་ཚོ་ནམ་ཡང་དོར་གྱི་མ་རེད། ཡེ་ཤུའི་འཁྲུངས་སྐར་གྱིས་ང་ཚོ་ལ་ག་རེ་དྲིན་གཟོ་བྱེད་ཀྱི་ཡོད་ལབ་ན། ང་ཚོ་དཀོན་མཆོག་དང་ག་ཚོད་ཐག་རིང་ཡིན་པ་ཚོར་ན་ཡང། སྟོན་པ་ཡེ་ཤུ་ཕེབས་ནས་ལུག་རྫི་ཡི་ལུག་ཁུག་བཙལ་བ་ནང་བཞིན་ང་དཀོན་མཆོག་གིས་ཐག་ཉེ་སར་བསྐྱལ་གྱི་རེད། བོར་བརླག་སོང་བའི་ང་ཚོའི་ནང་གི་གཅིག་དཀོན་མཆོག་གི་སར་འབྱོར་བ་དང་དཀོན་མཆོག་ཀྱང་ཐུགས་དགྱེས་པོ་བྱུང་གི་ཡོད་རེད། དུས་ཚུགས་འདི་ལ་ཁྱེད་ཉིད་དཀོན་མཆོག་དང་གཞན་རྣམས་མཉམ་དུ་དུས་སྟོན་ལ་རོལ་བའི་མགྲོན་ཤོག་ཕུལ་ཡོད། རྒྱུ་མཚན་ནི་ལུག་རྫི་ཡིས་རྩ་ཆེ་བའི་རང་གི་དངོས་རྫས་རྙེད་པ་ནང་བཞིན་དཀོན་མཆོག་གི་བརྩེ་བ་དང་བཅས་ཏེ་བཟོས་པའི་ང་ཚོ་མི་ཡི་རིགས་ལ་མཇལ་དུ་ཕེབས་པའི་དུས་ཚུགས་ཤིག་རེད། ང་ཚོས་དཀོན་མཆོག་ལ་དད་པ་བྱེད་པ་ནི་ཡེ་ཤུའི་འཁྲུངས་སྐར་ལ་ཕུལ་བའི་འཛམ་གླིང་སྟེང་གི་ལས་ཀའི་ཡག་ཆོས་དེ་ཡིན། ཡེ་ཤུའི་འཁྲུངས་སྐར་ལ་བཀྲ་ཤིས་བདེ་ལེགས།